དང། དེ་ལས་གཡོ་ལས་ཤིན་ཏུ་རྣམ་པར་རྒྱལ་ཟེར་རྒྱུ་འདྲ་བོ་གཡོ་དང་བཅས་ལ་འདབ་སྔགས་ལས་རྣམ་པར་རྒྱལ་སོང་ཁེ་ཧ་རག་སོང་ཟེར་བའི་རྣམ་པར་རྒྱལ་ཚར་རྒྱུ་རེད་ཟེར་བ་དང་དེ་མདོག་དེ་བསྟན་གྱི་ཡོད་རེད་བ་ད་དེ་གཞི་དེ་ལ་ཅི་བསྟན་འདུག་གི་རེད་ཟེར་ད་གཡོ་ལས་སྔོན་མ་མཐའ་མཁན་སུ་རེད་ད་ནས་དེ་ལ་རྣམ་པར་རྒྱལ་འགྲོ་མཁན་དེ་མདོག་ཅི་རེད་ཟེར་ན་ད་སངས་རྒྱས་ཁོང་ལ་ཡོད་བོད་ཀྱི་སྐུ་གསུང་ཐུགས་ཀྱི་ཐུན་མོང་གི་ཡན་ཏན་གྱི་ཆ་ནས་ཡན་ཏན་ཟེར་འདྲ་བོ་དང་ཐུགས་ཀྱི་ཡན་ཏན་ཆ་ནས་ཡེ་ཤེས་ཟེར་བ་དང་མཛད་པ་འཕྲིན་ལས་དེ་རྣམ་པ་གསང་མ་གཏོགས་དེ་གཞི་མདོག་དེ་འདྲ་ཡོད།

ཞི་བའི་འཕྲིན་ལས། རྒྱས་པའི་གི་ཐབས་རྒྱས་པའི་འཕྲིན་ལས། དབང་གི་ཐབས་དབང་གི་འཕྲིན་ལས། དེ་ནས་ཐབས། ཁྲོ་བོ་དྲག་པོ་ལ་བརྟེན་པའི་སྒོ་ནས་དྲག་པོའི་འཕྲིན་ལས་ཟེར་ནས་དྲག་པོར་ཚར་གཅོད་པའི་འཕྲིན་ལས་རྣམ་པ་གསུམ་གྱི་ནང་ནས་ད་གཙོ་བོ། དགྲ་བོ་ལ་གཡོལ་བའི་ཐབས་ཟེར་དུས་ཀྱི་ནི། དྲག་པོའི་གི་འཕྲིན་ལས། དེ་གཙོ་བོ་མཛད་བདེ་བ་ཆེའི་དེ་འདྲའི་འཕྲིན་ལས་རྣམ་པ་བཞི་དང་ཁྱད་པར་དུ་གྲགས་པའི་འཕྲིན་ལས་ལ་བརྟེན་ནས་དེ་མ་རིག་པའི་མུན་པ་སེལ་ན་འདྲ་སྤོང་བྱ་སྡིག་སྒྲིབ་ཉེས་ལྟུང་དྲི་མའི་ཚོགས་ཡོངས་སུ་རྫོགས་པ་ཐམས་ཅད་རྩ་མེད་སྟོང་དང་ཞེས་ཁམས་གསུམ་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་ཡོད་པའི་གཡོ་ཐམས་ཅད་དེ་རྣམ་པར་སྦྱར་བར་བྱས་ནས་དེ་སྤྲོས་པར་བྱེད་དགོས་རྒྱུ་ཅི་འོ་ད་དེ་འདྲའི་དེ་གང་གིས་མཛད་པར་འཕྲིན་ལས་དེ་བསྟན་འདུག་གི་ཡོད་རེད་བསམ་རེད་དེ་ནི་གཡོ་ལས་སྦྱར་གཡོ་ལས་སྦྱར་ཟེར་དེ་འཕྲིན་ལས་དངོས་སུ་བསྟན་འདུག་གི་ཡོད་རེད་བསམ་རེད།

དང། ཤིན་ཏུ་རྣམ་པ་གཡོ་ལས་སྦྱར་ཟེར་རྒྱུ་རྣམ་པ་སྦྱར་བ་ཟེར་རྒྱུ་ཤིན་ཏུ་རྣམ་པ་སྦྱར་བར་ཟེར་དུས་ཤིན་ཏུ་ཟེར་མཁན་དེ་གཞི་ཅི་བསྟན་གྱི་འདུག་ཟེར་དུས་ཡེ་ཤེས་དུ་ཡང་བསྟན་དེ་བསྟན་འདུག་གི་འདུག་གསུངས་རེད་ཤིན་ཏུ་ནི་ཡེ་ཤེས་སོ་གསུངས་དུས་ད་གཡོ་དང་བཅས་ལ་རྣམ་པ་སྦྱར་བསྡད་མཁན་ངོ་མ་མཚན་བྱང་འདྲ་པོ་དེ་འདི་འདྲའི་སྦྱར་བསྡད་མཁན་དཔའ་བོ་ངོ་མ་དེ་སུ་རེད་ཟེར་ན་དེ་སངས་རྒྱས་ཁོང་གི་ཐུགས་རྒྱུད་ལ་གུ་གུ་བོད་ཀྱི་ཟག་པ་མེད་པའི་མཁྱེན་པའི་ཡེ་ཤེས་ལྔ་པོ་ཨོ་ད་དེ་རེད་ཡེ་ཤེས་ལྔ་གི་ནང་ནས་ཉོན་མོངས

སྐུ་གི་ཉམས་མོ་དང་ལུས་ཀྱི་ཉམས་མོ་ཐམས་ཅད་ལ་རྣམ་པར་སྦྱར་ཚར་བ་རེད་ཁོང་གསང་གི་ཡན་ཏན་ཐམས་ཅད་དང་ངག་གི་ལས་དང་ཉམས་མོ་ལ་རྣམ་པར་སྦྱར་ཚར་བ་ཅན་གྱི་རེད། ཁོང་གི་ཐུགས་དགྱེས་ཀྱི་ཡན་ཏན་ཐམས་ཅད་ནི་ནི་ད་གར་སོ་དེ་སེམས་ཀྱི་ལས་དང་ཉམས་མོ་ཐམས་ཅད་ལ་དེ་རྣམ་པར་སྦྱར་ཚར་བ་ཡིན་དུས་དེ་རྣམ་པར་སྦྱར་བ་ཟེར་བའི་གནས་སྐབས་ན་ཡན་ཏན་བཤད་སྟངས་གི་ནི་ཤེས་ལྡོག་ནི་གཏན་བདེ་གི་འདུག་གསུངས་ལ་རྣམ་པར་སྦྱར་བ་དེ་བདག་དང་གཞན་འཁོར་བ་ལ་སྦྱར་བའི་གཞི་ནུས་པ་མངའ་བའོ་གསུངས་དུས་ཙམ་ལ་བདག་བདག་བདོག་བདོག་བསྡུས་བཞག་ན་རང་ཉིད་ཁོ་སྲུང་འཁོར་བའི་ལས་དང་ཉོན་མོངས་ཐམས་ཅད་རྣམ་པར་སྦྱར་ཏེ། ཐམས་ཅད་མཁྱེན་པའི་འབྲས་བུའི་སྐུ་ལྔ་ཡེ་ཤེས་ལྔ་ལ་སོགས་པའི་མངལ་དུ་ཞལ་འཚལ་བར་མ་ཟད། རང་གི་ཞལ་སྲིན་བུ་ཡི་ཐར་ལམ་དེ་ལ་བརྟེན་ནས་ཞལ་མ་བཞག་པའི་ཁོ་སྲུང་འཁོར་བའི་སེམས་ཅན་ཀྱེ་ཀྱེ་མ་ལུས་མི་ལུས་ལུས་པ་མེད་པ་ཐམས་ཅད་བསྐྱང། ཐབས་དེ་ལ་བརྟེན་ནས་དེ་ནས་ཁོ་སྲུང་འཁོར་བ་གྱི། འོ་ལེ་ཏོ་ཉོན་མོངས་ཀྱི་གཡོ་ལས་དེ་རྣམ་པར་སྦྱར་བ་ཞིག་མཁན་ཆེན་གྱིས་ཀྱི་ནུས་པ་སྟེ་ཕུན་སུམ་ཚོགས་པ་དང་ཐབས་ཕུན་སུམ་ཚོགས་པ་ནུས་པ་ཕུན་སུམ་ཚོགས་པ་ཤེས་པ་ཕུན་སུམ་ཚོགས་པ་འོ་ད་ཁོང་ལ་ཡོད་བསྡད་པ་འོ་ད་དེ་ལ་ཟེར་གྱི་ཡོད་རེད་བསམ་རེད། དེ་ཡིན་དུས་དེ་ནང་ཐང་ཆེན་ཁོང་གི་ཡན་ཏན་ཡིན་དུས་ཙང་ནི་ནུས་པ་མངའ་བ་དེ་ཡན་ཏན་གྱི་ཆ་ནས་དེ་རྣམ་པར་སྦྱར་བ་ཟེར་དེ་དེ་གི་ཡན་ཏན་ཤེས་འདུག་གི་འདུག་ཆ་ནས་བསྟན་འདུག་རྒྱུ་ཆེན་འོ་དེ་འདྲ་རེད་བསམ། འོ་ད་དེ་གི་ཁོང་ལ་ཕན་ཡ་ཤག་མཚར་བོ་གི་གཡོ་དེ་གི། མ་ཡིན་དང་ཕྱོགས་རྫུས་རྒྱུག་ས་གི་སྐུ་མདོག་ཕྱག་མཚན། དེ་མཚན་ལྡན་དུ་བྱས་པ་བཤད་གསལ་བ་རེད། ད་དེ་ལྟ་བུ་གི་ཤིན་ཏུ་གཡས་ལས་ཤིན་ཏུ་རྣམ་པར་རྒྱལ་བ་ལ་ཕྱག་མཚལ་ལོ་ཟེར་བའི་ཕྱག་མཚལ་སྤྱི་མཚལ་རྒྱལ་པོ་གི་ཕན་ཡོན་དེ་ཅི་ཡོད་རེད། དམིགས་བསལ་འདི་འདྲའི་ག་རེ་སྤྱོད་ཕོད་ཀྱི་གཉིས་པོ་རེད་ཟེར་ན་ད་ལྟའི་རྒྱལ་བའི་བཀའ་ལས་གསུངས་པ་བཞིན་དུ་བླ་མའི་ལུང་དེ་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ཁོང་གིས་གསུངས་པ་བཞིན་དུ་དེ་དེ་བཞིན་ཤེས་པ་གཡོས་ལས་ཤིན་ཏུ་རྣམ་པར་རྒྱལ་བ་ལ་ཕྱག་མཚལ་ལོ་ཞེས་པས་ནི་ང་རྒྱལ་གྱི་སྐུ་ནས་ལྷུང་བོད་ཀྱི་སྡིག་པ་འདག་གོ་གསུངས་འདི་རྩ་ནས་ད་ང་རྒྱལ་གྱི་སྡིག་སྒྲིབ་ཐམས་ཅད་གསང་དུ་ད་ཉན་མོ་ང་རྒྱལ་ཟེར་རྒྱུ་ཆེ་དེ་རེད་ཁ་ཚོན་བསྐོང་ནས་ཕྲག་དོག་བཤད་ཚར་བ་ཡིན་པ། ད་དེ་ནས་བདག་གི་ཉན་མོ་ང་རྒྱལ་དེ་གའི་དེ་ནས་གའི་སྣང་མེད་ངོ་མ་འདྲ་བོ་ག་རེ་ཟེར་དེ་ལས་ཀྱི་ཟག་བཅས་ཀྱི་འཁོར་བའི་ཟག་བཅས་ཀྱི་དགེ་བ་དང། དེ་ནས་ཉན་མོ་ང་རྒྱལ་གཉིས་པོ་འདྲེན་བྱེད་ཤོར་བ་ལ་བརྟེན་ནས་ད་ལྷ་ཡི་ལུས་རྟེན་དེ་གླིང་འགྲོ་དགོས་རོ་བ་ལྷ་ཡི་ཤེས་བྱའི་ཆོས་པའི་ཆོས་དེ་ནས་གའི་རྒྱུ་ངོ་མ་འདྲ་བོ་དེ་དེ་རེད

ད་ཐེངས་ཀྱི་ཁག་ལས་བརྗོད་དགོས་ན་གཞན་གྱི་བཤད་རྐྱང་རྐྱང་བརྗོད་འདུག་གི་རེད། གཞན་ལ་ཡོད་པའི་ཡན་ཏན་དེ་བརྗོད་པ་ཙམ་སྲིད་ཀྱི་མ་རེད་དེ་ང་རྒྱ་ཅན་གྱི་ཁ་ནང་བསྟན་བརྗོད་ཡ་མ་རེད་ཨོ་ད། ད་རང་ལ་ཡོད་པའི་ཡན་ཏན་ཐམས་ཅད་དེ་ཚང་མ་མཐོང་གི་རེད། ཐམས་ཅད་དེ་དེ་བརྗོད་འདུག་གི་རེད། ང་རྒྱ་ཅན་གྱི་ཁག་ནས་རང་གི་ཡན་ཏན་བརྗོད་རྒྱུ་མ་གཏོགས་དེ་ནས་ཡོད་མ་རེད་གོ་གི་ཁོ་ཚོ་བརྗོད་མར་བཀག་ཉན་འདོད་འདོད་རེད།

རང་རྒྱལ་རྒྱ་ལ་ཡོད་པའི་ཤེས་ཡོན་དེ་དག་རང་རྒྱལ་ལ་ཡོད་པའི་ཡན་ཏན་གཉིས་པོ་དེ་མཉམ་འཐུང་བྱས་ནས་དེ་མཐོང་སྤྱོད་རྒྱུ་བྱེད་རྒྱག་སྤྱོད་རྒྱུ་བྱེད་ལས་སྤྱོད་རྒྱུ་བྱེད་པོ་ད་ང་རྒྱལ་ཁོག་ཤེས་ལས་དེ་རེད་དེ་ཤེས་ལས་དེ་གི་ལས་བསགས་པ་ལ་བརྟེན་ནས་དེ་ལས། ང་རྒྱལ་ལྷ་ཡི་གནས་སུ་ཤེས་ཟེར་རྒྱུ་ང་རྒྱལ་ཨང་གི་ལྷ་ཡིའི་གནས་སུ་ཤེས་ཤེས་ཚར་ནས་བཟང་དེ་ལ་ད་ཅི། དཀར་པོ་ཟག་བཅས་ཀྱི་དགེ་བ་དེ་བསགས་བསགས་གཉིས་ཀྱི་འབྲས་བུ་དེ་ཚོ་སྨིན་པའི་དུས་ཡིན་དུས་དེ་སྨིན་པ་དེ་གི་སྨིན་པའི་གཉིས་ཀྱི་ཟས་རྫོགས་མ་བསགས་པ་དེ་ལ

དག་ལྷག་མ་སྟེ་འདུག་སྡིག་པ་མ་གཏོགས་མེད་དེ་དེའི་རྒྱུ་ཅི་ཞེ་དུས་འགྲོ་ས་དང་དམྱལ་བ་མ་གཏོགས་དེ་ནི་མེད་ཟེར་རྒྱུ་དེ་དེ་དམྱལ་བའི་གནས་སུ་ལྟའོ་ཟེར་རྒྱུ་འདྲ་བོ་དེ་འདྲའི་རེད་ད་ལྟ་ཤ་ཆ་ཐུབ་པའི་གི་ཆོས་ལུགས་པ་ཐམས་ཅད་ཀྱི་དག་ལྷག་དང་ལྷག་མ་ཡན་གྱི་ཞིང་ཁམས་རྩ་ནས་བཤད་མ་བཅོས་མ་ཆོག་བ་ཅི། དེ་འདྲའི་ཆེས་གཤེ་བ་ལ་དམིགས་པ་བྱེད་རྒྱུ་དང་ཕེར་གཞོག་དེ་ལ་བཤད་མ་བཅོས་པ་དག་རྒྱུན་དུ་སྤོང་མ་གཏོགས་དག་དེ་ནི་བཤད་ཚར་ནས་བཟང་དུ་འགྲོ་ས་ངན་སོང་དམྱལ་བ་མ་གཏོགས་ཡོད་ནི་མ་རེད་ཟེར་རྒྱུ་འོ་ད་དེ་རེད།

ཚད་དང་ལྡན་པ་གྱི་གཤམ་དུ་མི་གཞུང་འདྲ་རྒྱབ་མི་འདྲ་སྟོང་རེ་འགྲོ་གི་ཡོད་པ་ལ་བརྟེན་ནས་དེ་གའི་ཕན་པ་དང་ནུས་པ་དེ་ཡང་དེ་འདྲ་རྒྱབ་མི་འདྲ་སྟོང་རྟེན་གྱི་འབྲེལ་བ་འབྱུང་པ་ཡིན་དུས་རྒྱུ་རྐྱེན་བརྟེན་པའི་རྟོགས་ཀྱི་སྒོ་ནས་འབྲེལ་མཐའ་དྲུག་གི་འབྲེལ་བ་དེ་དེ་དག་བྱུང་འགྲོ་གི་རེད་མ་གཏོགས་ཆུ་མཐའ་གཅིག་ཏུ་ངེས་པར་དུ་ཁྱད་པར་ཙམ་ནི་ཡོད་ནི་མ་རེད་ཟེར་ནས་དེ་རྒྱལ་བའི་བཀའ་ནང་ལ་ཁྱད་པར་ཡོད་པ་མེད་པ་རེད་མ་གསུངས་པ་རེད་ལ་བླ་མའི་ལུང་གིའོ་དེ་དེ་ལྟ་བུ་གསུངས་པ་མེད་པ་རེད་འོ་དེ་ལྟ་བུ་རེད་གསུངས།

དེས་ན་གཞན་གཅེས་ཀྱི་དུད་འགྲོ་ཐམས་ཅད་ཀྱི་སྐྱིན་ལྕག་ལ་སོགས་པ་གཏོང་རྒྱུ་དེ་ཡི་དྭགས་ཐམས་ཅད་ཀྱི་རག་ན་ཁ་ཟས་ཟ་རྒྱུ་དང། བཟའ་བཏུང། འདི་ཡང་དག་པ་ཅིག་ཆགས་བསྡད་རྒྱུ་ཅིག་འོ་དུད་ཚོགས་འདྲ་བོ་རེད། ཨོ་དེས་ན་གཞན་གཅེས་ཀྱི་ད་དུད་འགྲོའི་སེམས་ཅན་དུད་ཚོགས་ཐམས་ཅད་ཡ་ཀེ་ཀེ་ད་མིར་ལྟོས་དགོས་པ་ནི་མིག་གི་ལས་དབང་བརྟེན་ནས་དུད་འགྲོ་ག་ཟེ་གི་རྫི་བོ་ཡིན་ཟེར་ན་ད་དུད་འགྲོའི་ནང་གི་རྒྱལ་པོ་དེ་སུ་རེད་ཟེར་སེང་གེ་ལྟ་བུ་རེད་བ་སེང་གེ་དང་གླང་ཆེན་ལ་སོགས་པ།

དེ་དང་མཐུན་པར་སྐྱེས་ཆེན་མིག་གིས་འགྲོ་བ་ག་སོས་ཀྱི་རྫི་བོ་འདྲ་བོ་རྒྱལ་པོ་འདྲ་ཆེན་པོ་ཅིག་ཡིན་ན་ལྷ་མ་ཡིན་གྱི་གང་ཟག་ལྷ་ལ་ལྟོས་ཤོག་དང་ལྷ་དང་ལྷ་མིན་གྱི་གང་ཟག་ལྟ་བུ་དེ་སོགས་ལ་ལྟོས་ཤོག་དང་ཁོ་ཚོས་རང་བཞིན་རྟག་ཅིང་མགོ་ནི་དེ་གཟི་ཅིང་གནས་ནི་དཔག་ཞག་ནི་འཇིག་པ་ནི་འཇིག་སྐྲག་ཏུ་སྐྱེས་པ་ཅིང་ལྷ་མ་ཡིན་གྱི་གང་ཟག་ཐམས་ཅད་ཀྱི་གཅིན་ལྕགས་ལ་སོགས་པ་དང་ཅིང་མིའི་རྒྱལ་པོ་ཐམས་ཅད་ཀྱི་འོག་ཏུ་ནི་ཟ་རྒྱུ་མི་རག་འདུག་རྒྱུ་ཁྱེད་ཀྱི་བདུད་རྩི་ཡིན་ཟེར་རྒྱུ་འདྲ་བོ་རེད་ནས་ཟེར་རྒྱུ་ཚེ་རིང་མཛད་ལྟ་བུ་རེད་ཟེར་ནས་དེ་རག་ལྟ་དགོས་ཡོད་རེད་འོ་དེ་ལྟ་བུ་ཅན་གྱི་དེ་ཚོ་ཐང་ཆེན་བླ་འོང་བཙན་གྱིས་གཏོར་རྒྱུ་དགོས་ན་སྲིད་ཀྱིས་གནས་འདུག་རང་ཆས་སུ་ཡོད་རེད་དེ། དེ་ནང་གི་གཅེན་གཅུང་དེ་ལ་ལྷ་མ་ཡིན་གྱི་གང་ཟག་ཐང་ཆེན་བ་ལྷ་ལ་ལྟོས་དགའ་བ་ཡིན་ནའང་གང་བསོད་ནམས་རྟོགས་ཀྱིས་སྲིད་ཀྱིས་གནས་འགྲོ་འདི་གང་ན་དེ་ནས་ལྷ་དང་ཐམས་ཅད་ལ་ཉེ་བར་མི་ནུས་པ་དགའ་བོ་འཇིགས་སྐྲག་རང་གིས་ཤེས་འོང་རྒྱུ་འདྲ་བོ། ལྷ་ཐམས་ཅད་ཀྱིས་སྐྱིན་ཅོག་དེ་སོགས་ཐམས་ཅད་ལྷ་མ་ཡིན་གྱི་བཟའ་བཏུང་གི་གཙོ་བོ་རྟགས་འདྲ་བོ་ཆེ། ཨེ་རག་མི་རག་ལྟར་ལྷ་ཡི་བདུད་རྩི་རེད་ཚོད་ལ་སོགས་པ་དེ་སོགས་ཐམས་ཅད་བཤད་འདུག་གི་འོ་དེ་འདྲའི་ཞོ་འགོས་ཡོད་པ་དེ་རེད། ད་མི་དང་མི་ཐུག་ན་དཔེ་དེ་གས་རེད་དུད་འགྲོ་དུད་འགྲོ་ཐུག་ན་ཨོང་བཙན་ཤེས་ཏེ་འདུག་བ། སྟག་གཟིག་དང་སྦྲུལ་ལ་སོགས་པ་ཐུག་སོང་ན་དུད་འགྲོ་གཞན་དག་ཐམས་ཅད་ཁ་ཟས་ཡིན་ཤག་ཤག་ཁོ་ཟ་མཁན་ཡིན་ཤག་ཤག། མ་ཤི་གོང་ནས་ས་ཚ་མི་ཤི་རྒྱུགས་འགྲོ་ཅིག་དེ་སོགས་ལན་འོང་བཙན་གྱིས་དེ་འདྲའི་ཡོད་རེད་ནོངས་དཔེ་མཛོད་དེའོ་ལན་འོང་བཙན་གྱིས་ལྟོས་ཀྱིས་འོང་གི་རེད་ཙང་ཁོ་རང་སྐྱེས་ཀྱི། དཔའ་ཆེ་ཤོང་ཞེ་རོ་ཆེ་ཤོང་ཅིག་གི་སྐད་ཆ་གང་ཡང་མ་རེད། མི་དང་མི་ཐུག་ནའོ་ལན་འོང་བཙན་གྱིས་ལྟོས་ཀྱིས་ལན་འོང་ནི་སོལ་ནག་ཆེ་བའི་གང་ཟག་ཐུག་ནས་སོལ་ནག་མེད་པའི་མི་ཐམས་ཅད་རང་གིས་ཉར་འདར་འགྲོ་གི་རེད་ལ་འཁང་འགྲོ་གི་རེད་དེ་ནི་ཆེས་སྐལ་བ་ཤོང་འགྲོ་གི་རེད། དེ་སོགས་ཐམས་ཅད་དུ་རང་གིས་འོང་བསྡད་པ་དེ་འདྲའི་སྐྱེས་ལ་ད་རྣམ་པ་གནས་སྲིད་ཀྱི་ཡོད་རེད། དེ་སངས་རྒྱས་དེ་སོགས་ཐམས་ཅད་ཀྱི་རྟགས་བསོད་ནམས་རབ་ཀྱི་མཐའ་ཤིན་ཚ་བ་ཅན་གྱི་ཚོགས་བསོད་ནམས་དམིགས་བཅས་བསོད་ནམས་དངོས་མིན་ཡེ་ཤེས་ཀྱི་ཚོགས་གང་ཡིན་པ་ཐམས་ཅད་མཐའ་ར་དུ་ཤིན་ཚ་བའི་སྒོ་ཟུར་བརྒྱུད་འགོ་ནས་ཁང་སོགས་རི་དྲུག་གི་སེམས་ཅན་གྱི་ལྷ་ཡི་རྒྱལ་པོ་ལྟ་བུ་དེ་ཐོབ་གསུངས་ན་ཡིན་ལ་ལྷ་ཡི་རྒྱལ་པོ་ཐམས་ཅད་ཡང་དག་སངས་རྒྱས་ཐམས་ཅད་ལ་ཐུག་ཚ་དུས་ཞུམ་དྲག་འཇིགས་དྲག་གི་མདའ་འགྲོ་བུ་ཆེན། ཞུམ་འགྲོ་བུ་ཆེན། ཨོ་ད་ལ་སྐྱག་འགྲོ་བུ་ཆེན་ཨོ་ད་དེ་སོགས་ཐམས་ཅད་འདྲ་པོ་རང་གི་ཡང་དད་པ་དེ་ཡིན་དུས་ད་དེ་གི་ལྡོག་ཆ་ནས་འགོ་ནས་བསོད་ནམས་ཀྱི་གཟི་བརྗིད་གནས་འབུལ་གྱི་ལྡོག་ཆ་ནས་བཤད་འོང་དུས།

ཡང་དེ་དག་གི་ཤི་བའི་ཡི་གེ་ལ་སོགས་འདི་རྩ་བའི་ད་ཤི་ཤོག་ཏུ་བཞེད་འདི་ཡོད་གསུང། ད་དང་གྱི་གོང་ནས་བདེ་གཤེགས་སུམ་ཅུ་སོ་ལྔ་པོ་གི་སུམ་ཅུ་སོ་གསུམ་པོ་སུམ་ཅུ་སོ་གཅིག་པ་ཡན་ཆོད་ཀྱི་བཀོད་པ་ཤར་ལྷོ་ནུབ་བྱང་ཚང་བཞི་སྟེང་འོག་སྟོང་ལ་སོགས་པ་ཤོག་བཅུ་པོ་ཐམས་ཅད་བཤད་གསུང་དེ་སོགས་ཐམས་ཅད་ཀྱི་ད་རུང་ཕ་ཤི་རིང་གཅིག་ལ། གཞན་རྒྱུ་ནི་ཕྱོགས་བཞི་གི་ནང་ནས་ཉི་མ་ཤར་ཕྱོགས་ཡིན་པའི་ཕྱོགས་ལྟ་བུ་དེ་འདྲའི་སྤྱི་འཆར་ལོངས་སྐུའི་ཞིང་ཁམས་ལ། བར་ཐག་རིང་པོ་ཡིན་པའི་ཕྱི་ཕྱོགས་ཀྱི་ལ་དེ་ལོངས་སྐུའི་ཞིང་ཁམས་ཀྱི་ཡོད་བསམས་ད་དེའི་ཞིང་ཁམས་དེ་ག་རེ་ཟེར་ན་ཤར་ཕྱོགས་དཔག་ཏུ་ལྡན་པའི་ཞིང་ཁམས་ཟེར་གྱི་ཡོད་རེད་བསམས་ནས། ཤར་ཕྱོགས་དཔག་ཏུ་ལྡན་པ་བསམས་འོ་ད་དྲག་ཅན་གྱི་ཡོད་ཚུལ་དེ་ན་གཞོགས་འདི་ཡོད་ཚུལ་གསུངས་པ་རེད། ད་ང་རང་ཚོ་འཇིག་རྟེན་མི་ཡུལ་ལ་སྟོང་ཤག་འདི་བདེ་བ་ཞེས་པའི་མ་གསུངས་པ་ལྟ་བུ་དང་ང་རང་ཚོགས་ཀྱི་སྟོང་ཤག་འདི་མྱང་ནས་ཞེས་པའི་བཀའ་འདྲ་བོ་སོགས་ནི་གཏོང་དགོས་པ་དག་མདུན་གྱི་ནང་གི་གནས་ན་ཤར་ཕྱོགས་རྫོགས་པའི་སངས་རྒྱས་ཤཱཀྱ་ཐུབ་པ་དབུས་ན་བཞུགས་པའི་བདེ་གཤེགས་སོགས་ལྔ་པོ་ཡོངས་རྫོགས་ཀྱི་རང་ལ་མ་གཟིགས་ནས་བསྡད་ཡོད་པ། རང་གི་བདག་གི་བདག་གི་གཙོ་བོ་བྱས་པའི་བདག་སོགས་སེམས་ཅན་ཡོངས་སུ་རྫོགས་པ་ཐམས་ཅད་ནི་འདི་མདུན་ནས་ཚོགས་བསགས་སྒྲིབ་པ་གཞོམ་པའི་སྡིག་པ་གཞོམ་པའི་གི་སྟན་དུ་ཕྱག་འཚལ་བའི་སྟན་དུ་ཡལ་ག་གི་ཤར་ཕྱོགས་ནས་ཡོད་དེ་གཉེན་པོ་ཞལ་སྤྲོད་ཁ་སྤྲོད་བྱས་ནས་བསྡད་ཡོད་བསམ་པ་སྨྲས་དགོས་ཀྱི་རེད་བ།

སྟོང་ཤོག་གི་ཐང་ཁང་འདྲ་བོ་བྲིས་པ་མཁན་ཕོར་པ་ཀླུ་སྒྲུབ་ཀྱི་ཐུགས་དགོངས་པ་དང་མཐུན་པ་ཅིག་བྲི་དགོས་ཀྱི་ཡོད་པ་ནི་ཤ་ཆ་ཐུབ་པའི་གི་དེ་མདུན་ཤོག་ལྟ་བུ་དེ་འདྲའི་ཆེད་ལ་ད་བྲི་ས་སོང་ན་གཏོང་དགོས་ཀྱི་ཡོད་རེད་ད་ལྟ་མདུན་ཤོག་ཟེར་བ་འདི་མ་འོངས་འདྲ་བོ་ཅིག་བྲིས་ན་མ་གཏོགས་བཅུ་པའི་མདུན་གྱི་ནང་ཁ་ཡག་ལ་ཤ་ཆ་ཐུབ་པ་དེ་དེ་བཞིན་བར་སྣང་ག་ཅིག་བྲི་ས་རག་གི་མ་རེད་བ། དེ་ན་ཤ་ཤོག་དཔའ་དང་ལྡན་པའི་ཞིང་ཁང་ཟེར་མཁན་བྱོས་དེ་ན་ལ་དེ་ནས་ཤིན་ཏུ་རྣམ་པར་གནས་པའི་དཔའ་ཟེར་བ་ནི་རྣམ་པར་གནས་པའི་སྐྱིད་པའི་དཔའ་ཟེར་མཁན་དེ་དེ་ནི་ན་དེ་ན་གནས་དེ་ཡོད་བསམ་བཞུགས་ཡོད་བསམ་རེད། ད་ཁོང་གི་སྐུ་མདོག་དེ་དཀར་པོ་ཡིན་སོང་རེད་ད་སྲིད་ཀྱི་གནས་པ་པོ་ཅིག་ཡིན་དུས་ཐོན་སྐྱེད་ཚོང་པ་ཀག་གི་མཛེས་ཤིག་ཡིན་དུ་འོང་བ་དང། ད་ལྟ་བས་ཁྱོ་མི་ཤེས་པ་དང་ཤེས་པས་ངང་མི་ནུས་པ་སོང་བ་ནང་གི་ཁྱིམ་གྱི་ཐོན་སྐྱེད་མཐོང་བ་ཙམ་གྱི་སྒོ་ནས་སྲིད་ཀྱི་གནས་འགྲོ་མི་ཆེན་གྱི་ཨོ་དེ་འདྲ་སངས་རྒྱས་ཀྱི་ཡུལ་དུ་ད་ཤར་ཤོག། དཔེར་ན་དཔའ་རྡོ་རྗེ་སེམས་པའི་ཞིང་ཁང་འདྲ་བོ་ཁྱིམ་གྱི་ཧ་ལམ་རེད་དུས་ར་ད་དཔའ་རྡོ་ལྡན་པའི་ཞིང་ཁང་ཟེར་ལྷོ་ཕྱོགས་དཔའ་རྡོ་ལྡན་པའི་ཞིང་ཁང་ཟེར་ཏེ།

མི་སྐྲག་པའི་བཞུགས་ཚུལ། སྟོང་རྟགས་བཞུགས་ཚུལ་བཅས་ལ་ད་ཤཱཀྱ་ཤཱཀྱ་ཟེར་འདུག་གི་རག་གི་ང་རང་སོག་ཀན་གྱི་དེ་ཐ་མ་པ་གི་གོ་ཚེ་དེ་ཤཱཀྱ་ཟེར་དུས་དོན་ལག་པ་བཞོ་སྤྲོ་བྱེད་རྒྱུ་དེ་ལག་པས་གི་ཅི་བྱེད། བཞོ་རྒྱུ་སྤྲོ་རྒྱུ་ཤཱཀྱ་སྐྱ་སྟོང་འདྲ་པོ་དེ་འདྲའི་སྟོང་རྟགས་བཅས་ལ་ལག་པའི་སྟོང་རྟགས་བཅས་ལ་ཤཱཀྱ་ཟེར་འདི་རུ་མ་གཏོགས། སྟོང་རྟགས་ལུས་ཀྱི་སྟོང་རྟགས་ཚང་མ་ཤཱཀྱ་རེད་གོ་ངོ་མ་བཤད་ན་གོ་རྒྱུ་ངོ་མ་སྟེ། ལུས་བཙུགས་བཙུགས་ཞེས་ཡར་ལངས་བསྡད་ན་དེའོ་ཕྱག་རྒྱ་རེད་མར་ནར་བསྡད་ཉལ་ཉལ་ཁྲི་སྟན་དུ་ཉལ་བསྡད་ན་དེའོ་ཕྱག་རྒྱ་རེད་དེ་རེད། ལུས་བཞོ་སྤྲོ་ཞལ་ཚད་ཐམས་ཅད་ཕྱག་རྒྱ་རེད་མགོ་ཡི་ཕྱག་རྒྱ་ཡོད་རེད་ངག་གི་ཕྱག་རྒྱ་ཡོད་རེད་སྐུ་ཡི་ཕྱག་རྒྱ་ཀོང་བུའི་ཕྱག་རྒྱ་དེ་ཀོ་བཀའི་པ་ཐམས་ཅད་ཚུར་འཇོག་ནས་ཕྱག་རྒྱ་རེད་སྟོང་རྟགས་ཡོད་ཚད་ཐམས་ཅད་ཕྱག་རྒྱ་རེད་དེ་རེད་མགོ་བཞོ་སྐེ་ཚེ་སྟོང་ཚད་ཐམས་ཅད་བཤེ་སྟོང་ཕྱག་རྒྱ་རེད་དེ་རེད་ད་ཡིན་ན་ཡང་ཤི་མིའི་ཞལ་རོགས་དང་ཐུག་པ་ཟེར་དུས་བཤེ་སྟོང་ཚང་མ་ཕྱག་རྒྱ་ཡིན་ན་ཡང

དེ་ས་གཞིའི་སྟེང་དུ་ཁ་མི་བཀོད་དུ་སྤྲུག་གི་ཤ་ཆ་དུ་བུ་གི་སྐུ་འདྲ་ད་ལྟ་ང་རང་ཚོ་གི་མོ་ཁྱེད་ཚོས་བྲི་མཁན་ཡིན་ན་འདྲ་གཞི་མཁན་ཡིན་ན་དེ་འདྲ་ཅིག་བཞག་གི་ཡོད་རེད་བཟོ་གྱིན་ཡོད་རེད་བ་དེ་ལྟ་བུ་ཁྱེད་ལ་ཟ་མའི་ཤ་རྒྱག་སོང་རེད་ད་མི་འཇིགས་པ་དེ་ཚེ་གའི་ཤ་སྦྱིན་གྱི་ཤ་རྒྱག་ཟེར་དུས་ཀྱི་ཤ་སྦྱིན་ཟེར་དུས་དེ་ལག་པ་གཡས་པ་དེ་མ་བསྟན་ནས་མི་སྐྲག་པའི་སྟོབས་ཀྱིས་འགོ་ནས་དེ་སེམས་ཅན་ཐམས་ཅད་ཡ་འཇིགས་པ་ལས་ཤོར་གི་ཡིན་འཇིགས་པ་ལས་འགྲོ་གི་ཡིན་ཟེར་དུ་མ་མཚན་གཅིག་བསྟན་དུ་མ་སྙབས་བསྡད་པ་འདྲ་བོ་ཕྱིན་ལབ་པ་མ་བསྐྱོང་ནས་སྙབས་བསྡད་པ་འདྲ་བོ་ཕྱིན་མ་བཟུང་གཡག་གི་སྟེང་དུ་སེང་གཅིག་དང་གཅིག་གཡག་ཤ་པགས་དང་ཤོག་གཡག་དང་གཡག་མགྲིན་གཡག་གི་ཕྱི་དུ་བཟུང་འགྲོ་བཤད་ནས་མ་རྒྱག་སྙབས་བསྡད་པ་འདྲ་བོ། དེ་འདྲའི་ཁྱེད་ལ་མི་འཇིགས་པའི་ཤ་གཅིག་ཤ་གཞན་གྱི་ཤ་རྒྱག་གཅིག་ཡིན་ཟེར་ནས་དེ་འདྲའི་བཤད་གི་རེད་དེ་མི་འཇིགས་པའི་ཤ་རྒྱག་གཅིག་རེད།

འོ་དེ་ལྟ་བུ་གི་རྣམ་པ་གནས་པར་བརྟེན་ནས་གསལ་བྱེད་དེ་སོགས་ཐམས་ཅད་དང་འདོད་ན་དེ་ཁོང་གི་འཕྲིན་ལས་འདྲ་བོ་དེ་འདྲ་བོའི་རྟོགས་ཆེན་གྱི་ནུས་པ་ཅན་གྱི་རེ་ཟུང་རེ་ད་མཐོང་བ་ཙམ་དུ་སྔ་མི་ཤེས་པར་ཐོས་པ་ཙམ་དུ་དེ་སེམས་ཀྱི་རེག་པ་དྲན་པ་ཙམ་གྱི་སྒོ་ནས་དབང་དུ་བསྡུ་ཐུབ་མི་བྱེད་དེ་ལྟ་བུ་ཅན་གྱི་རེ་ཟུང་རྣམ་པ་གནས་པ་དེ་ནི་སྔ་མ་བཞིན་ནོ་གསུངས་དོན་འཕྲིན་ལས་ཀྱི་དན་ཐོག་རེ་ཟུང་རེ། ཞེས་པ་ནི་ཡེ་ཤེས་དེ་གསུམ་དུ་ད་ལྟའི་གནས་བཅུ་པ་ཞེས་པ་ལ་གཤེགས་ཚར་རེ་གཤེགས་ཚར་རེ་ཟེར་ན་སླེབས་ཚར་རེ་ཕྱིན་ཚར་རེ་འབྱོར་ཚར་རེ། ད་ལྟའི་འཇིག་རྟེན་ཕ་སྐད་ཟེར་ན་བཙལ་ཚར་རེ་ཟེར་གི་རེད་བ། འོ་ད་སླེབས་ཚར་གསུངས་པ་འབྱོར་ཚར་གསུངས་པ་ལྟ་བུ་དེ་འདྲའི་ཆེད་ལ་ཤེས་པ་ཟེར་གི་རེད། དེ་བཞིན་ཤེས་པ་ཟེར་གི་དེ་བཞིན་ཉིད་ཀྱི་གནས་ལུགས་མཐའ་དག་ལ་སླེབས་ཚར་བ་འབྱོར་ཚར་བ་ཆེད་ལ་དེ་བཞིན་གཤེགས་ཟེར་གི་རེད་བ། འོ་དེ་དེ་སུ་རེད་ཟེར་ན་ཁོང་གི་ཡེ་ཤེས་བསྟན་འདུག་གི་རེད་ཟེར་ཁོང་གི་ཐུགས་ཀྱི་ཡེ་ཤེས་ཟེར་རྒྱུ་དེ་ནི་དེ་དང་རྣམ་པར་གནས་པར་བྱེད་པའི་རྟེན་སྐུ་བསྟན་པ་ཡེ་ཤེས་མཛད་པ་ཁྲི་ལ་བྱས་པ་སངས་རྒྱས་སེམས་དཔའི་གི་ས་ར་ཏི་མཐའ་ཕྱིན་པ་བཅས་ལ་སླེབས་ཚབས་སུ་འགྱུར་གྱི་འདི་ཁོང་གི་ཐུགས་ཀྱི་ཡེ་ཤེས་དེ་རེད་གསང་རེད་དེ་ནི་མཐར་ཐུག་པའི་རྟོགས་པའོ་གསང་སངས་རྒྱས་ཀྱི་སས་བསྡུས་དགག་པའི་མཐར་ཐུག་གི་རྟོགས་པ་དེ་རེད་སྤང་ལྟུང་ཡན་ཏན་མཐའ་ཕྱིན་པ་དེ།

མ་འདྲེས་པའི་ཆོས་བཅོ་བརྒྱད་ལ་སོགས་པ་མཐའ་ཡས་པ་བཤད་རྒྱུ་ཡོད་རོ་དེ་སོགས་ཐམས་ཅད་ཚོགས་མང་བསྟན་ནས་ད་དཔག་ནས་ཕུན་སུམ་ཚོགས་པའོ་གསུངས་ཀྱི་དཔག་ཟེར་བ་དེ་གའི་སྐུ་གསུང་ཐུགས་ཀྱི་ཐུན་མོང་གི་ཡན་ཏན་ཆ་ནས་བསྟན་འདུག་གི་རེད་སོགས་སྔ་མ་ལྟར་རོ་གསུངས། མདོར་ན། ཡན་ཏན་དུ་ཡེ་ཤེས་འཕྲིན་ལས་དེ་རྣམ་པ་གསང་མ་གཏོགས་མི་འདྲ་བ་ཟུར་དུ་བསྟན་ཡོང་རྒྱུ་ཅི་ཡང་ནི་མ་རེད་བསྟན་ཀྱང་ཡོད་པ་མ་རེད་དེ་མེད་དུ་སྔ་མ་བཞིན་དུ་རེད་གསུངས་དགག་དགོས་ཀྱི་དེ་མདོ་དེ་རེད། ད་ལྟའི་རྣམ་པ་ནན་པོས་བཤིག་པའི་བར་ལ་ཤངས་ཚ་ལོ་ཟེར་ནས་བདེ་གཤེགས་སུམ་ཅུ་སོ་གཉིས་པ་འདི་ལ་ཤོག་སུམ་ཅུ་སོ་གཉིས་པ་དེ་ཐེངས་གཅིག་འཚལ་བ་དེ་སྡིག་སྒྲིབ་གང་སྐྱེས་ཕུད་ཀྱི་གཉིས་པོ་རེད་དེ་ཐེངས་གཅིག་ཤོག་འཚལ་བ་དེ་གས་ཕན་ཡར་སྐྱེས་ཡོད་རེད་ཟེར་ན་སྡིག་པ་གང་བཞུགས་ཕན་ཡར་ཟེར་ན་ད་ལྟའི་རྒྱལ་བའི་བཀའ་ལས་གསུངས་པ་བཞིན་དུ་བླ་མས་ལངས་ཏེ་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་གི་ཐུགས་ཀྱི་དགོངས་པ་ལྟར་དུ་བྱས་ནས་དེ་བཞིན་གཤེགས་པ་རྣམ་པ་ནན་པོས་བཤིག་པའི་བར་ལ་ཤངས་ཚ་ལོ་ཞེས་པས་ན་ཕྲ་མ་བཤད་པའི་སྡིག་པ་འདག་གོ་གསུངས་ཏེ་ད་ཕྲ་མ་ཟེར་མཁན་དེའོ་ཕྲག་དོག་ཨ་དགའ་མ་ཁོ་རེད་ཁྲག་དོག་སེང་གེ་དེ་རྒྱུ་རེད། ཁྲག་མ་སེང་གེ་དེ་རྒྱུ་ཏིག་འབྲས་བུ་རེད། ཁྲག་དོག་དེ་རང་གི་སེམས་ལ་ཡོད་ཚ་ནས་བཟང་སྟེ་ད་བལྟས་ཀྱི་དེ་ནི་བསྡད་མི་ཐུབ་པ་བྱས་ནས་འདོད་ན་ཁྲག་མ་ཞིག་ཡིན། ཁྲག་མ་ཞེས་པ་ཅི་ཕན་རེད་ཟེར་ན་ཚོན་ལང་གི། བདེ་གཤེགས་ཐམས་ཅད་ཐང་ལང་གི་དགའ་བདེ་ཚང་མ་ཐམས་ཅད་བདེ་བའི་ལོངས་སྤྱོད་ཐམས་ཅད་ཚོམ་བུ་རྩ་མེད་བྱས་ནས་ཐིག་ལེ་འདྲ་ཞིག་འགྲོ་མཛད་དེ་ད་ཕྲ་མ་བྱེད་པའི་བྱེད་ལས་འདྲ་བོ་དེ་རེད། ད་འདི་གི་ཕྲག་དོག་ཨ་ག་མ་ཁ་ཚང་ཁོང་ནས་ཞུས་ཚར་ཨེ་མི་སང། བླ་སློབ་བར་གྱི་བདེ་གཤེགས་ཐམས་ཅད་རྩ་མེད་བྱས་ནས

ཕོག་གི་ལ་ཚད་དུ་མོ་ལ་ཕ་ཞེས་མོ་གི་ལ་ཚད་དང་གཅིག་ཀུན་གྱི་ཁུ་རྩེ་མོ་ཕོག་གི་ན་ཕྱོགས་མཚོ་རླུང་ནས་ཕོ་མོ་གཉིས་ཀྱི་བར་དུ་དབྱེ་འཁྲུལ་བའི་ཚུལ་ལྟར། ཕ་གི་རྫས་ཚད་དེ་བུ་ལ་བཤད་བུ་གི་རྫས་ཚད་ཕ་ལ་བཤད་མཐུན་པའི་གང་ལ་མཐུན་ལག་ཅན་གྱི་གང་ལ་འདུག་ཚད་ཐང་ཆད་དེ་ཕེ་ར་ཅེ་རེ་དེ་དཀྲོལ་བའི་ཚུལ་ལྟར་འདུག་རྒྱུ་ཆེན་པོ་ལྟར་དེ་འདྲ་ཅན་གྱི་རེད།

གདུལ་བྱ་བྱང་ཆུབ་སེམས་དཔའི་རིགས་ཅན་གདུལ་བྱ་མ་དག་པ་ཐམས་ཅད་མཐོང་སྤོང་ལ་སོགས་པ་དང་སྒྲ་སྤོང་སྐྱེ་རིས་སུ་སྤོང་པ་ལ་བརྟེན་ནས་དེ་མཐོང་གང་ཅི་ས་བླངས། རྟོགས་པར་འཐད་པ་ལ་དེ་ཞེས་བཞག་རྒྱུ་ཡིན་ས་ནི་མདོ་ནང་གསུངས་པ་ནང་གི་ཤི་ལུ་དྲུག་གསུངས་པ་དེ་བདེན་དཔང་དེ་རེད། དེ་དེ་ཡིན་ན་ཡང་ད་གོང་ནས་ཞུས་པ་ནང་གི་དེར་བྱ་བ་ཡོད་ནི་མ་རུང་བ་འདྲ་རྒྱ་མི་འདྲ་སྟོང་རེད་འགྲོ་གི་ཡོད་པ་ཡིན་དུས། རྒྱུ་དུག་འདྲ་རྒྱ་མི་འདྲ་དང་རྐྱེན་འདྲ་རྒྱ་མི་འདྲ་དང་བྱེད་ཚུལ་མི་འདྲ་བ་བརྒྱ་བརྒྱ་སྟོང་སྟོང། འོ་ད་ཀུན་སློང་མི་འདྲ་བ་བརྒྱ་བརྒྱ་སྟོང་སྟོང་རེད་གསུངས་པར་བརྟེན་ནས་ཕན་པའི་ནུས་པ་དེའང་མི་འདྲ་བ་བརྒྱ་བརྒྱ་སྟོང་སྟོང་རེད་འགྲོ་རྒྱུ་རེད་མ་གཏོགས་དེ་མཐའ་ཁྱེད་ཀྱི་ཁྱབ་པ་ངེས་པ་གང་ཡོད་ནི་མ་རེད་ཟེར་རྒྱུ་འོ་ད་དེ་རེད། དེ་ཕྲ་མ་བཤད་པའི་སྡིག་པ་འདག་གོ་གསུངས་པ་རེད་འོ་ད་དེ་ཀྱི་ཕན་པ་དེ་བྱས་པ་དེ་རེད། བདག་གོ་བསམ། ཨོ་ད་དེ་རིགས་ཀྱི་མང་པོ་འགྲོ་ཐུབ་ལ་མ་སོང་དུས་སྟབས། ཤེས་པ་མི་འདུག་གོ་ད་དེ་རིགས་དེ་ན་བཞག་ན། རྗེ་མི་དགའ་སོགས་ཀྱི་ཚར་བཅད་ཀྱི་ནང་ལོར་དེར་བདེ་གཤེགས་སོ་ལྔ་པོས་ཕྱག་འཚལ་བས་ཀྱི་ཕུང་པོ་ཆ་སངས་ཀྱི་རྗེས་མ་ཚར་རྒྱུ་ཞིག་ད་དེ་རིགས་ཚང་མ་ཚར་བཞག་ན་རིན་ཐིག་འདྲ་ཁོ་འགྲོ་ས་ཨེ་རེད་སོང་སོང་འདྲ་གྱི་རོགས།